སློབ་ཚན་བཅུ་གསུམ་པ། ལྷམ་བཟོའི་བུ། ལི་མཁིན་གྱི་ཨ་ཕ་ནི་ལྷམ་བཟོ་ཞིག་ཡིན་པའི་རྐྱེན་གྱིས། ལི་མཁིན་ནི་ཨ་མེ་རི་ཀའི་སྲིད་འཛིན་དུ་བདམས་པའི་དུས་སྐད་ཅིག་མ་དེར། རྒྱལ་ཁབ་གྲོས་ཁང་གི་སྤྱི་མཐུན་རྣམས་ཧ་ཅང་ཡ་ང་བར་གྱུར། སྐབས་དེར་ཨ་མེ་རི་ཀའི་གྲོས་ཁང་གོང་མའི་སྤྱི་འཐུས་མང་ཆེ་བ་ནི་མི་དྲག་སྐུ་དྲག་གི་རྒྱུད་པ་ཡིན་ལ། ཁོ་ཚོས་རང་ཉིད་ནི་མཐོ་རིམ་སྤྱི་ཚོགས་ཀྱི་མི་རིགས་རྒྱུད་བཟང་བོ་ཡིན་སྙམ་ནས་ང་རྒྱལ་བྱེད་པས། རང་གིས་བཀུར་འོས་བྱ་བའི་སྲིད་འཛིན་ནི་རིགས་མིན་ལྷ་མཛེས་པོ་ཞིག་ཡིན་པ་ཡིད་ལ་དྲན་མ་མྱོང་ངོ། དེའི་རྐྱེན་གྱིས་ལི་མཁན་གྱིས་གྲོས་ཁང་གོང་མར་ཐོག་མར་གཏམ་བཤད་གནང་སྟེ། ལྕམ་ཐི་ཁ་ཧི་ཅིས་ཁོང་ལ་ངོ་ཚ་གཏོད་དགོས་སྙམ་མོ། ལིན་ཁན། གཏམ་བཤད་སྟེགས་བུ་ཐོག་ཏུ་ལངས་ནས་གཏམ་བཤད་སྒྲུབ་བྱེད་པའི་དུས་སུ། ང་རྒྱལ་གྱིས་ཁེངས་པའི་ལྕམ་ཐི་ཤིག་ཡར་ལངས་ཏེ། སྐུ་ཞབས་ལིན་ཁན། ངའི་རེ་བ་ཡིན་ན། ཁྱེད་ཀྱིས་གཏམ་མ་བཤད་པའི་སྔོན་ལ། ཁྱེད་ཀྱིས་རང་ཉིད་ནི་ལྷ་མཛོད་ཞིག་གི་བུ་ཡིན་པ་བརྗོད་མི་རུང་ཞེས་བཤད་པས། གྲོས་ཁང་གོང་མའི་ལྕམ་ཐི་ཚང་མ་དགོད་ནས་ཧབ་ཆ་ཤོར། རང་རང་གིས་ལུང་མཁན་ཕམ་པར་བཤད་མི་ཐུབ་ནའང་ཁོང་ལ་ངོ་ཚ་བསྟོད་ཐུབ་པས། དགའ་ནས་ཅི་བཤད་མི་ཤེས་པར་གྱུར། ཚང་མས་རྒོལ་མཚམས་བཞག་པ་ན། ལུང་མཁན་གྱིས། ཁྱོད་ཀྱིས་ང་ལ་རང་གི་ཨ་ཕ་དྲན་དུ་བཅུག་པར་ངའི་བཀའ་དྲིན་ཆེ་ཞུས་པ་ཡིན། ངའི་ཨ་ཕ་འདས་ནས་ལོ་འགའ་འགོར་སོང། ངའི་ཁྱེད་ཀྱི་གདམས་པ་ནམ་ཡང་མི་བརྒྱུད་ཐག་ཆོད་ཡིན། ང་ནམ་ཡིན་ཡང་ལྷ་མཛེས་བུ་ཞིག་ཡིན། ང་སྲིད་འཛིན་བྱས་ཀྱང། ངའི་ཨ་ཕ་ལྷ་མཛོ་ཕུལ་བྱུང་བྱས་པ་ནང་བཞིན་ཞིག་ངས་ནམ་ཡང་བྱེད་མི་ཐུབ། ཅེས་བཤད་པ་ན། གྲོས་ཁང་གོང་མའི་ནང་དུ་དལ་གྱི་ཁར་གྱུར། དེ་ནས་ལིན་ཁིན་གྱིས་ང་རྒྱལ་ཆེ་བའི་སྤྱི་འཐུས་དེར། ངས་ཤེས་པ་ལྟར་ན། སྔོན་ཆད་ངའི་ཨ་ཕས་ཆོས་ཚང་གི་མི་ལ་ཡང་ལྷ་མཛེས་མྱོང། གལ་ཏེ་ཁྱོད་ཀྱི་ལྷམ་རྐང་བར་རན་པ་ཞིག་མིན་ན་ངས་བཟོ་བཅོས་བྱས་ཆོག་ང་ནི་རླབས་ཆེན་གྱི་ལྷམ་བཟོ་ཞིག་མིན་ན་ཡང། ངའི་ཆུང་དུས་ནས་ཨ་ཕའི་དྲུང་ནས་ལྷམ་བཟོའི་ལག་རྩལ་སྦྱངས་ཡོད་ཅེས་བཤད། དེའི་རྗེས་སུ་ཁོང་གིས་སྤྱི་འཐུས་ཡོད་ཚད་ལ་བལྟས་ནས་འདི་སྐད་བཤད། གྲོས་ཁང་གོང་མའི་ནང་གི་མི་སུ་ཡིན་ཡང། གལ་ཏེ་ཁྱེད་ཚོས་རྐང་བར་གོན་པའི་ལྷམ་ནི་ངའི་ཨ་ཕས་བཟོས་པ་ཡིན་ཞིང་ཞིག་གསོ་བྱེད་དགོས་ན་ངས་ཞིག་གསོ་བྱེད་ཆོག། འོན་ཀྱང། ངས་རང་གི་ཨ་ཕར་མི་ལྟོ་ཤ་སྟག་ཡིན། ང་ནི་ཁོང་ལྟ་བུའི་ལྷམ་བཟོ་རླབས་ཆེན་ཞིག་གཏན་ནས་མིན། ཁོང་གི་ལག་རྩལ་ནི་འགྲན་ཟླ་མེད་པ་ཞིག་ཡིན། ཞེས་བཤད་པ་དང། ལིན་ཁན་གྱི་མིག་ནས་མཆི་མ་བཞུར་བྱུང། མཚམས་དེར། གྲོས་ཁང་གོང་མའི་ནང་དུ་ཐལ་མོ་ལྡེབས་བྲིས་ཁང་ཤིང། ཕྱ་མིག་དང་ཁྲེ་རྒོད་ཐམས་ཅད་བསྟོད་པར་གྱུར། སྐབས་འགར། སྐྱོན་བརྗོད་དང་ཁྲེ་རྒོད། ཕྱ་མིག་གྱི་མཆི་མ་འཕེན་པ་ལ་སྤོབས་པ་དང་ཡིད་ཆེས་ལྡན་ན་གཟི་བརྗིད་དུ་འགྱུར་བའང་ཡོད། སློབ་ཚན་གཅིག་གསུམ་པའི་ཐ་སྙད། གཡག་རྔ་བ། གཡག་རྔ་བ། གསུལ་འཛིན། ཟིལ་འཛིན། ཧབ་ཆ། ཧབ་ཆ། བསྡམས་པ། བསྡམས་པ། རན་པ། རན་པ། ཀྲུང། ཀྲུང། ཞིག་གསོ། ཞིག་གསོ། ཏོ། ཏོ།